དེ་འདྲ་མ་རེད་ད་དེ་རིང་གི་བརྙན་ཐུང་འདི་ག་ཡིན་འདོད་ན། ཁ་འཛིན་ནས་བརྙན་ཐུང་བཟོས་འོས་སམ་ཟེར་བ་ཆ་ལག་ཁ་ཤས་ཉོས་ཡོད། ཆ་ལག་ཁ་ཤས་ཉོས་རྒྱུ་འདི་ཚོ Unboxing བྱས་མ་རེད། བརྙན་ལ་གོ་ན་ཁ་ཕྱེ་རྒྱུ་རེད་རོ། ཁྱེད་རང་ཚོ་ལ Share བྱས་ཡིན་ཆ་ལག་ག་རེ་ག་རེ་ཉོས་ཡིན། ད་དང་པོ་དེ་ཆ་ལག་དེ་ག་དུས་ཉོས་ཡིན་འདོད་ན་ཁ་འཛིན་ཉི་མ་ཉི་ཤུ་གོང་སའི་སྐབས་སུ། ང། རཱའི་པུར་སྒྲོལ་འབའ་རཱའི་པུར་སྒྲོལ་བཅས་ཉི་མ་གཉིས་སམ་དེའི་ཕར་དེའི་རྗེས་ལྕ་ལག་ཁ་ཤས་ད་ལྟ་ཕ་གི་ང་ཚོའི་ཆ་ཏིས་ཀར་གྱི་གེ་སར་རུ་རེད། ལྕ་ལག་དེ་ཚོ་གོང་ཁེ་བོ་བཅས་ནི་ལྕ་ལག་དེ་ཚོ་སྤུས་ཀ་དག་ཏུ་འགྲོ་བཞིན་འདུག་ང་ཚོ་དེའི་འགྲམ་ལ་ཨ་འབི་ཀུའུ་འདེམས་པ་ཉོས་ཡོང་ཡིན་ན། ལྕ་ལག་དེ་ཚོ་གོང་ཆེན་པོ་བྱེད་ཀྱི་རེད། ལྕ་ལག་མུ་ནེ་གསུམ་ཡིན་མིན་ཞུ་བ་ཧ་གོ་ཡོད་མ་རོ། ལྕ་ལག་སྙིང་ཆེན་པོ་འདི་འདྲ་ཉོས་ཡོད།

ཙེ་ལ་འདི། དོན་དེ་ག་དུས་བེད་སྤྱོད་གཏང་སྐོར་ལན་ན་སྐབས་རེ་ང་ཚོ་ལས་ཀ་མང་པོ་འགྲོ་བཞིན་མཆིས། ཐང་འགྲོ་ཆེད་ནི་དེ་འདྲའི་ཆེ་བའི་སྐབས་སུ་ཉོབ་སྣང་དང་དེ་འདྲའི་ཚོར་བ་ལི་ཡི་ཐོག་ནི་སྒོ་ནང་ངེད་འགྲོ་དང་ཡེ་འདྲ་ཆི་ཡི་འདུག་ཨ། དེ་དུས་སྐབས་སུ་བེད་སྤྱོད་གཏང་ན་འགྲུ་སྐོར་རེད་ཡང་གཞན་པ་ག་དུས་བེད་སྤྱོད་གཏང་ན་འགྲུ་སྐོར་ལན་ན་ད་ང་ཚོ་ལས་ཀ་ཞོགས་ཀའི་སྔ་བོ་ལས་ཀར་འགྲོ་བའི་སྐབས་སུ་རོ། ནི་ད་ང་ཚོ་མི་དང་དེ་འདྲ་མང་པོ་ཐུག་རོ། སེམས་པ་སྐྱོ་བོ་བྱུང་ཡས་ཀྱི་ཆེད་དུ་དང་སྒོ་མ་ན་ཡས་ཀྱི་ཆེད་དུ་དེ་བེད་སྤྱོད་གཏང་ན་འགྲུ་སྐོར་རེད།

གལ་སྲིད་བོད་ཆོས་བཏང་བ་ཡིན་ན་ཁྱེད་རང་ཚོའི་བརྙན་ཐུང་ནང་ལོ་ཐུང་ཡག་ཡོད་རེད་བོད་ཡག་གམ་ནིག་གི་རེད་ནིག་འདི་འདྲ་ཡུ་ཀྲུབ་ནང་ལོ་ལྟད་མོ་གནང་རོགས་བོད་ཡག་གམ་ནིག་གི་མ་ཡིག་འདི་ཡག་པོ་ཡོད་རེད་ལ་ནི་དེ་འདྲ་མང་པོ་ལེགས་འདུག་གཉིས་བོད་ཡག་གམ་ནིག་གི་མ་ཡིག་འདི་ཉོས་ཡིན་འདི་གི་མིང་འདི་ད་ཤོ་གམ་གང་ལ་བྲིས་རེད་རེད་དེ་མིང་འདི་ཨང། ག་རེ་ཡིན་མིན་ད་ལྟ་ངས་ཧ་གོ་མ་སོ་དེ་བོད་ཡག་གམ་ནིག་གི་མ་ཡིག་འདི་རེད། ད་ནི་ནི་ལྕགས་ལ་གསུམ་པ་ནི་ག་ལ་ལབ་ན། ད་དབྱར་ཁ་ཚ་བོ་ཚ་བོ་སྐབས་སུ་རེད་པ། ནི་ང་ཚོ་པིག་ནིག་དང་ནང་མི་མཉམ་དུ་པིག་ནང་མི་བཅས་གྲོགས་པོ་གྲོགས་མོ་མཉམ་པིག་ནིག་ལ་འགྲོ་བའི་སྐབས་སུ་རེད་པ། ནི་ལྕགས་ལ་བོད་ཆུ་ཆེན་པོ་ཡོད་གཞི་ཆགས་ནས་མ་ཡིན་ན་ལྕགས་ལ་འདི་དཔེ་བོད་ཆུ་ཆེན་པོ་རེད་ལྕགས་ལ་འདི་ག་ལ་ལབ་ན། མིག་ཤེལ་རེད་རེད་བན་གྱི་མིག་ཤེལ་རེད Original འདི་མ་རེད་རེད་བན་གྱི་སྐབས་ནས་ཀྱི་མིག་ཤེལ་རེད། ད་ནི་མིག་ཤེལ་འདི་ན་ངས་ཁྱོད་ལྟ་བུ་ར་ལས་ལོས་འདུག་ཀྱང།